བ། ཨིན་ད་ཅི་དུས་དུས་སྲིད་སྐྱོང་ཁ་ཁ་བསྡད་སོང་ཨ་མི་རང་གི་མུ་ཏུ་ཁ་ཁ་ཚོམ་བསྡད་པར་བ། དེ་ནི་སྲིད་སྐྱོང་གསར་བའི་གི་སྲིད་སྐྱོང་གསར་རྙིང་གི་དམ་འབུལ་ལ་ཁོ་རང་ཕྱིན་རྒྱ་བ་རིན་པོ་ཆེ་ཆིབས་བསྒྱུར་གནང་བཀའ་སློབ་གནང། ཚང་མ་བྱས་པ་རེད། འོ་གནས་ཚུལ་དེ་རེད་ད་འདི་ང་ཚོ་མི་མང་གི་ཤེས་དགོས་རེད། ལུང་བ་ད་འདྲ་གི་མི་ཁག་ཅིག་གི་སྒོ་ཆུ་ལ་མ་སོ་དེ་འགྲམ་ས་ལ་འདུག་པ་ཡོང་རྗེས་བོད་ཆོས་འོག་ལ་ཕྱིན་རྗེས་ཨ་ནི། ཅིག་ངོ་རྒོལ་ཁ་ཤས་བྱས་འདུག་གི་འདུག་སྙིང་རྗེ་རེད་མི་དེ་གི་དེ།

ཟེར་ནས་ཁོས་ཁོ་རང་སྐད་ཆ་བཤད་གི་འདུག་དུས་ཚོད་ངུ་ནས་དྲངས་ནས་རྗེས་མ་འཛིན་རྐྱང་རེད་རྗེས་མ་ཚད་ག་རེ་ཡོད་སྲིད་པ་ཡིན་ན་དེའི་གྲོས་ཚུགས་གྲོས་མཆོད་དེ་རྩིས་མེད་བཏང་དགོས་པ་ཡིན་ན་ཡིན་གཅིག་མིན་གཅིག་དུས་ཚོད་ཁོ་རང་ཚུགས་ནས་རྩིས་མེད་བཏང་ཡ་མ་བྱས་གཞན་པ་སུ་གཅིག་ལ་ཡང་དབང་ཆ་ཡོད་མ་རེད་ཡིན་པ་ཡིན་ན་ཁོ་རང་གི་བཅའ་ཁྲིམས་ཧ་མ་གོ་མཁན་དང། བཅའ་ཁྲིམས་འགྲོ་སྟངས་མ་ཤེས་མཁན་གང་སྤོབས་པ་དེ་ཚོའི་མགོ་སྐོར་གཏོང་གི་འདུག་བ། ཁོ་རང་འགྲོ་བ་ཡིན་པ་ཡིན་ནའང་བཅའ་ཁྲིམས་འགྲོ་སྟངས་བཀག་འགོག་ཅིག་བྱེད་འོས་ས་མ་རེད་མ་གཞི་དེ་འདྲ་གི་ཧམ་པ་ཅིག་ནི་སྐད་ཆ་བཤད་ཐུབ་ཀི་མ་རེད་བ། འོ་དེ་འདྲ་འདྲ་བོ་ཅིག་རེད་ཁོ་རང་འདྲ་བོ་ཡིན་པ་ཡིན་ན་ཁྲིམས་ཀྱི་དབང་ཆ་ཞིག་གི་མ་ཡིན་པ། གང་ཟག་གི་དབང་ཆ་ལ་བརྟེན་ནས་སྐད་ཆ་བཤད་ཀི་འདུག་བ་དེ་ཚོ་ངུ་ནས་དྲན་འདུག་གམ། ཁྲིམས་ལུགས་ཀྱི་འགྲོ་སྟངས་ཆུང་ནས་མ་ཤེས་མཁན་དེ་འདྲ་སྐད་ཆ་ཞིག་གཏོང་འདྲའི་སྤོབས་པ་དེ་ཚོའི་མགོ་སྐོར་གཏོང་གི་འདུག་ད་ཁོ་རང་གི་སྒྲིབ་བཤད་འདྲ་བོ་ག་རེ་ཟེར་གྱི་འདུག་ཟེར་བ་ཡིན་ན་ཅི་གཏོང་བ་ཅི་ཐིག།

ཁོ་རང་ང། ཤ་ཞིག་ཟ་ནས་ཧམ་ཞིག་གི་འདུག་ཧམ་ཞིག་ཟ་ནས་ཤ་ཞིག་གི་འདུག། ངུ་ནས་བྲང་དེ་ག་མགོ་ཁོག་སྟོང་ཡག་སྐད་ཆ་དེ་འདྲ་རེད། སྐུ་མདུང་བཀའ་བློན་ནོར་བས་བདེ་སྐྱིད་བཏང། སྤེན་པ་ཚེ་རིང་མི་མང་གི། དམ་ཐོག་གི་སྲིད་སྐྱོང་རེད་ཟེར་ནས་གི་གི་དེ་འདྲ་གི་གི་ལྟ་མཛད་དགོས་ལ། གསུང་ཆོས་གནང་འབྱོར་བ། དེར་མ་ཟད་ཁྲིམས་ཆད་པ་འདི་ཚོས་དག་མ་རེད། ཟེར་ནས་སྐུ་མདུང་གི་རྩ་བ་ཉིད་འདི་གསུང་གི་ཡོག་མ་རེད། ཁོ་རང་ངོ་ཅི་ལྟ་བུ་ཅག་གྲུབ་མཐའ་མི་མཐུན་པ་ག་དེ་འདྲ་གི་སྐད་ཆ་ཀྱང་ཀྱང་བཤད་ནས་གི་གི། ཆོག་ཤེས་ལོག་ཤེས་ཀྱང་ཀྱང་བྱས་ནས་བོད་པ་མང་པོ་ཞིག་གི་མགོ་སྐོར་བཏང་གི་འདུག་དེ་འདྲ་ཡིན་པ་སོང་ཙང་ཐུབ་བསྟན་ཐོན་པའི་སྐད་ཆ་བཤད་པ་འདི། ཅི་ལྟ་བུ་ཁྲིམས་དང་རྩ་བ་ཉིད་མཐུན་གི་ཡོད་མ་རེད་བཅའ་ཁྲིམས་དང་མཐུན་གི་ཡོད་མ་རེད་བོད་པ་དེ་ཚོ་མགོ་སྐོར་བཏང་གི་ཡོད་རེད་དེ་ངེས་པ་དེ་ཧ་གོ་དགོས་བ་དེ་གལ་ཆེན་པོ་ཞིག་ཡོད་ཀྱི་རེད་དེ་ནས་གི་ཞུ་གི་ཡོད། ཨ་ནི་རྒྱ་བོད་རིན་པོ་ཆེ་གི་དམངས་གཙོ་གསོལ་རས་གནང། ད་ག་ནང་བཞིན། མང་མོས་ཀྱི་སྤྱི་མོས་ཀྱི་བརྟན་མོས་ཀྱི་ཐོག་བརྟན་པའི་ཀྱི་ཐོག་ནས་དབུ་མའི་ལམ་གྱི་བཙུགས་ཡོད། རྒྱ་མི་མཉམ་དུ་གྲོས་མོལ་བྱེད་ཡག་གི། རྒྱ་བོད་དཀའ་རྙོག་སེལ་བ་ལ་དབུ་མའི་ལམ་གྱི་ལྷག་ཡོག་མ་རེད་ད། ད་འདི། གཏོར་བཤིག་བཏང་ཡག་གི་བྱེད་འདུག་ད་འདི་གི་བོད་རང་བཙན་སློབ་ཕྲུག་ཚོགས་པ།

ངའི་ཚུལ་ནི་དེ་འདྲ་བྱེད་ཀྱི་འདུག་དེ་འདྲ་ཡིན་པ་སོང་ཙང་ཁོ་ནི་སྤྱི་དོན་གྱི་བཀའ་དབང་ལམ་དང་ལྷ་དབང་རང་ལུགས་རྗེས་གནང་གི་རྒྱུ་ཆོས་ཅན་གྱི་ལས་ཀ་ལས་མཁན་དེ་འདྲ་བྱེད་རིན་མ་བྱེད་པོ་མོ་ལ་ཤ་ཚ་མཁན་གྱི་རྩ་བ་ཉིད་ནས་མ་རེད། མོ་གཙོ་ལ་དགའ་མཁན་གྱི་རྩ་བ་ཉིད་ནས་མ་རེད། ཁོ་རང་ནི་ལྷ་དབང་རན་ལུགས་དང་བཀའ་དབང་ལམ་ལུགས་བསྐྱར་གསོ་བྱེད་མཁན་དེ་འདྲ་གཅིག་རེད། ལྷ་དབང་རན་ལུགས་དང་བཀའ་དབང་ལམ་ལུགས་ལ་བརྟེན་ནས་ཁོ་རང་ངོ་སྤྱི་དང་གོ་གནས་ར་ཡ་དང་ཁོ་རང་ངོ་དཔའ་འགྱུར་ཚུལ་ཡ། ཨོ་ཁོ་རང་གི་ཁ་ལས་ལངས་ཏེ། རྗེ། དེ་འདྲ་གཅིག་གི་བསམ་བློ་བཏང་གི་འདུག་དེ་འདྲ་ཡིན་པ་སོང་ཙང་ཐུབ་བསྟན་ཐོག་མའི་ཟེར་ཡ་དེ་ངོ་ནི་གྲོ་ནས་ཁོ་བོད་པ་ལ་ནུ་ཞིག་གི་མི་གཅིག་ཡིན་པ་ས་འུ་ས་ཅང་རེད། འདི་ཡིན་གཅིག་མིན་གཉིས་བོད་པ་རི་ཚོས་ཧ་གོ་དགོས་ཡ་དེ་གལ་ཆེན་པོ་ཞིག་ཡོད་ཀྱི་རེད་ཁོ་རང་སྐད་ཆ་བཤད་ལུགས་ཚང་མ་ཨོ་ངོ་ནི་གྲོ་ནས་རྒྱུ་མཚན